ཡར་བརྒྱུད་ལས་ཚང་མ་ལ་དེ་ནས་ང་རྒྱལ་རླུང་བློ་བཟང་བསྟན་འཛིན་དེ་ནས་ཉེ་ཆར་དེ་ག་དབྱངས་སྐྱ་ཕེབས་པ་མ་ཐུགས་རྗེ་ཆེ་ཞུ་ཡིན་དེ་ནས་དེ་རིང་དེ་ནས་ང་ཉེ་ཆར་སྐུ་ན་དེ་ནས་ཅི་ཞུ་ཡིན་ཟེར་ན་དེ་ནས་ད་ང་ཐང་གི་ནམ་རྒྱུན་ནས་དེ་ནས་ང་ཐང་གི་ད་ཅིག་མ་ནི་དོན་རྩ་ན་སྔགས་དང་རྩ་ན་སྤྱི་དེ་ནས་ང་ཤ་ད་བླ་མ་ཚོགས་བྱས་ན་ཚ་ཉིད་འཁྲབ་རྩ་ན་དེ་ནས་རྒྱ་ནི་དགེ་ཕྲུག་ག་བེར་ག་དང་རྩ་ན་དེ་ནས་ད་ཅིག་ང་ཐང་ནམ་རྒྱུན་ནས་ད། ལག་པ་ཁུར་བཅད་སྲིད་དེ་ནས་ང་དང། ཕྲེང་ང། ཕྲེང་ང་ཟེར་ར་ནོག་པ་དང། ཕྲ་ང་ཟེར་ར་ནོག་པ་དང་ང་དང་ལ་དང་བྱི་དང་ཕྲེང་བ་ཟེར་ར་ནོག་པ་ཡ། དེ་ནས་ཏའི་སྐོར་ལ་དེ་ནས་ཉུང་ངུ་ཅིག་ཞུས་དེ་ནས་ཨི་ཕྲེང་ང། འོ་དེ་ནས་ད་ཅིག། དགའ་གཟུགས་ཅིག་འོ་ས་ནོག་ཧ་ལ་ལས་ཕན་ཐོགས་ཅི་ཡོད་ཀྱ་ཨི་ཕྲེང་བ་ལ། དེ་ནས་ཨི་འོ་ཕྲེང་ང། དེ་ནས་ད་ཅིག། མི་འདྲ་མི་འདྲ་ཡོད་ཀྱང་གྲངས་ཁོ་རང་གྲངས་ངེས་གྲངས་ཁོ་རང་ལ་དེ་ནས་མི་འདྲ་མི་འདྲ་དེ་ནས་གྲངས་ང་ཁོ་རང་ལ་རིགས་མི་འདྲ། མཚོན་ལ་མཚོན་དང་གྲངས་ངེས་ཞིང་ཞལ་གྱིས་སྒོ་ཟེར་མི་སྒོ་དེ་མི་འདྲ་མི་འདྲ་མང་པོ་ཅིག་དེ་ནས་ངས་དེ་རིང་དེ་ནས་ཡང་དམིགས་བསལ་ཅིག་དེ་ནས་ཞུན་དེ་ནས་གཅིག་ཆར་ན་ཉེ་ཆར་ཚོར་འདོད་འགྲོ་གཅིག་ཆར་ན་སྒོ་མ་ཚོར་འདོད་འགྲོ་དེ་ནས་སྒོ་མ་ཚོར་མཁན་ཀུན་ལ་ཕར་ཆེར་དེ་ནས་ཉེ་ཆེ་ད་ཅིག་ཡང།

མྱོང་བ་ཅི་བྱུང་དེ་ནི་ཚང་མས་མཇུག་ཚུགས་པར་བལྟ་ཚར་དེ་ཡལ་རྒྱུ་ལས། དེ་ནས་ད་དུས་ཚོད་པོ་མགོ་ལ་མ་བཏང་བ་ཙམ་ཞིག་དེ་ནི་མགྱོགས་པ་དེ་ནི་ངས་ཞུ་བྱེད་ཟེར་དེ་ནི་བརྩོན་འགྲུས་བྱོན། དེ་ནས་སྒོ་མ་དེ་ནི་ངའི་ཕྲེང་བས་བསྐོར་ལ་དེ་ནི་བཞུ་བྱ་ལ་དེ་ནི་ཕྲེང་བ་དེ་ནི་ང། སྡེ་ཚན། རིམ་པ་དེ་ནི་ཁ་ཁྲིག་གིས། ཐོག་ན་དེ་ནི་ངའི་གཞུ་ཆ་ཟིག་དེ་ནི་བཙོན་གྲོལ་བྱོན། དེ་ནི་སྒོ་མ་དེ་ནི་ངས་དེ་ནི་ང་དང་ད་ཕྲེང་ངོ་ཡི་ནང་ནས་ད་ཕྲེང་ང་ང་དང་ངའི་ད་སྒོ་མ་ཡི་སྒོ་སྒོ་ཁོའི་ག་དེ་ནི་ང་དང་དེ་ཡོད་དེ་ནོ། དེ་ནི་ཉལ་བྱ་དེ་ནི་རྒྱུ་བཟོས་ད་ལས་ད་ཨི་ཡོད་ལ་ཅི་བྱོས་ནོ།

ད་སྒོ་འཇུག་གཉིས་ཀ་སོང་བ་ལས་ད་བདེ་ན་ཡིན་ནོ་སོང་བ་ལས་འདི་གཉིས་ཀ། དེར་བརྟེན་སྒོ་ན་ཉེ་ཅི་ཞུ་ཡིན་ཟེར་ན་དེ་ནི་ཕྲང་བ་ཁོ་རང་ལ་སྣ་ཙམ་བཞིར་བཅངས་ཟེར་ན་སྣ་དེ་ནི་ལས་བཞི་ལའང་སྒོ་ཟེར་ཀྱང་སོང་བ་ལས་བཞི་བའི་ལས་བརྒྱ་ལོའི་ལས། དགེ་བའི་ལས་དབང་གི་ལས་གྲགས་པའི་ལས། ཟེར་རེ་དེ་ནས་ལས་རབ་འབྱམས་པ་ཟེར་ན་ལས་ཐམས་ཅད་པ་ཟེར་ན། ད་ལས་ཐམས་ཅད་པ་ཟེར་ག་ཇི་ཡང་ཟེར་འདུག་སོགས་ནས་གཙོ་བོ་ལས་བཞི་བཞི་གའི་དབང་གྲགས་ཟེར་རེ། བཞི་བ་དགེ་བ་དབང་གྲགས་ཟེར་རེ་སོགས་ནས།

ཡིན་ན་ད་གཞི་བའི་ལས་སྒྲུབ་ཟེར་ན་ཅི་ཟ་ནོ་ད་གཞི་བ་ཟེར་ན་ང་དང་ད་ཉོན་མོངས་དུག་གསུམ་ད་གཞི་བ་དང་ད་གཞི་བ་ཟེར་ན་ཅི་དང་པིས་ཟེར་ར་མིན་ན་ད་ཤཱན་ཏི་དེ་ཚོགས་ཟེར་སྲིད་པ་དེ་ཚོགས་ཟེར་ར་ནོ་བ་ལ་ནི་ད་ས་གཞི་བ་ཟེར་ན་ད་ང་དང་ཉོན་མོངས་ད་གཞི་བ་དང་རང་རང་གི་ཉོན་མོངས་དུག་གསུམ་གཞི་བ་དང་དེ་གཞི་བའི་ཆེད་དུ་ལ་དེ་ནི་ང་དང་ད་ཅིག་སྔགས་དྲངས་ནོ་བ། ལྟེ་བ་ལ། བཞི་བའི། བཞི་བའི་ཕྲེང་བ་ཟེར་ནོ་སོགས་ནས་ད་བཞི་བའི་ཕྲེང་བ། བྲག་ཅག་ལ། ཕྲེང་ལྔའི་རྒྱུག་ཆ་ཟེར་གོ་ཟེར་ནོ་ད་ཕྲེང་བ་གང། ཡི་ཚང་མ་འགའ་ཟུག་ཅིག་གོ་ཟེར་ནོ་ཟེར་ན། ཡ་ན་ཁོ་ཤེལ་ལི་ཕྲེང་ལྔ་གོ་ཟེར་ནོ། ཡ་ན་མུ་ཏིག། ཡ་ན། རུས་པ།

རྒྱལ་བ་དང། ཡབ། འཕར་དང། མ་སླེབ་ཅར་ལི་ཕེ་ཨ་དེ་ནི་ང་དང། ད་ཅིག། ངག་དང་དེ་ཚོར་དྲངས་ཡོད་ན། ད་ལྟའི། བང། རྒྱལ་བའི་ལས་ཀྱི་དགེ་བའི། ལས་ལ། དེ་ནི་དགེ་བའི་ཕྲེང་བ་དེ་དགའ་བསུ་ཞིག་རྒྱུ་བྱ་ཞིག་དགོས་ས་ནོ་ཟེར་ན།

ད་ང་དང། གསུམ་པ་དེ་ནི་དབང་གི་ཕྲེང་བ་དང་དབང་གི་ལས་ལ་བརྩོན་པའི་ཆེད་དུ་དེ་ནི་ང་དང་ཡིན། དེ་ནི་རྟ་སྔགས་ན་དེ་ཚོ་སྤྲང་ང་ནོག་པ་དང་ང་དང། དེ་སྤྲང་པའི་ཆེད་དུ་ལ་དེ་ནི་གྲངས་ངེས་རྒྱུག་བྱའོ་གྲངས་ངེས་རྒྱུག་བྱའོ་འགའ་གཟུགས་ཀྱི་སྒོ་ས་ནོག་ཟེར་ན།

བཅོས་པའི་ཕྲེང་བ། ཡང་ན། དུ་རཀ་ཤ་ཟེར་ག་ད་དུ་རཀ་ཤ་ཟེར་ག་ད་ལུང་ཏང་ཟེར་ག་ནི་ད་ཁོ་རང་ཆ་གན་ད་ཅིག་ཡིན་ནོག་ད་ཁོ་ན་ཡང་ལོང་ཅིག་ད་དེའུ་ང་རང་ཧ་མ་གོ་ས་ལེ་ལེ། དེ་ནི་ཅི་ད་དེ་ཚོ་ཅི་ད་ཡང་ཨི་ཙོ་སྤེ་ཅ་དེ་ཚོ་ན་ཡང་ས་པེག་མི་འདུག་གུ།

དེ་ནས་ལས་ཐམས་ཅད་པའང་ཟེར་གང་ཅིག། ད་ལས་རབ་འབྱམས་པའང་ཟེར་འདུག་ལས་ཐམས་ཅད་པའང་ཟེར་འདུག་སོང་ནས། ད་ལྟེའོ་ལ། དེ་ཕྱིར་དེ་ནས་ད་ལས་ཐམས་ཅད་པའི་ཟེར་ན་ད་ང་དང། ང་དང་སོགས་ལས་ཐམས་ཅད་པའང་ད་ང་དང་ནམ་རྒྱུན་ན་ཁོ་རང། བགྲང་བྱ་སྲིད། ཕྲེང་བ་ཟེར་རེ་མེད་ནས་ད་ལྟེ་སོགས་ལ། དེ་ནས་ང་དང་ཅི་དགོས་ཟེར་ནོ་ཟེར་ན་བུ་དེའི་རྩིས་འདྲ་ཟེར་གང་ནས་ཕྲེང་བའི་ད་བཞུ་བྱ་ཅིག་ཡོད་དེ་ནོ་ཟེར་འདུག་སོང་ནས་བུ་དེའི་རྩིས་འདྲ།

གྲངས་ཀ་ཚོད་མདོག་དེ་ནས་ད་ཁོ་རང་དེ་རྒྱུ་ལྕག་ཁོ་རང་ལ་བབས་པས་དེ་ནས་ཡང་ཅིག་ནུས་པ་དང་དེ་ནས་བྱིན་རླབས་འཇུག་རྩལ་དང་དེ་ཚོ་ལ་ད་ཁོ་རང་ད་ཅིག་སྤེན་ར་མང་པོས་དེ་ནོར་སོང་གླིང་དག་ས་སྔགས་ཀྱི་ལུགས་ཟིན་ན་དེ་ནས་ང་ད་མི་འདྲ་མི་འདྲ་ཡོང་བ་མི་འདུག་དེ་ནས་ང་ད་ཅིག་དག་ས་ནང་ཆོས་བྱིན་རླབས་བྱོས་ཙ་ན་ཆང་བླུགས་བྱ་ཚོགས་དང་དེ་ནས་ཡང་ཚོགས་དང་དེ་ཚོགས་ཕུལ་ཙ་ན་ཤ་ཕུལ་བྱ་ཚོགས་དང་དེ་ནས་མི་འདྲ་ད་ང་ད།

དེ་ནས་ཁོང་ད་སྔ་ན་ཁོང་ད་སང་ངེ་བཅོམ་ལྡན་འདས་ད་ཅིག། སྟོང་པ་ཉིད་བྱང་ཆུབ་སེམས་གཟིར་ག་ན་ད་འབད་ང་ད་སྤེ་རར་དེ་མོ་དེ་མོ། ཡི་ད་ན་ན་ཐ་མ་ཡང་དེ་ཚོ་ལྷ་མི་འདྲ་རིགས་འཇིགས་བྱེད་རིགས་བ་ལང་སྒོ་ཅན་རིགས། དེ་ནས་ཅིག་གིས་ཡུམ་ཁྲི་ལས་འདུག་ག་ཙོག་རིགས་ལག་པ་དཀྲིས་མགོ་ཁུར་ག་ཅིག་མཐོང་བ་ན་ཡང། ད་མི་འདྲེག་མཐོང་བྱ་མེད་ན་འོ་དེ་བས་དེ་ཚོ་དེ་ལོག་མི་སྐད་བྱེད་དོ་ང་ད་སྐབས་སུ་འཕོར་དགོས་སམ་སོང་ནས།

དེ་ཚོགས་ཚང་ནོ། ད་དེ་ཚོགས་ད་ད་ཕྲེང་བ་འོ་སྒྲོག་བྱས་དེ་ནི་ང་ད་ད་ཅིག་བྱིན་རླབས་ཆེན་པོ་ཅིག་དང་དེ་ནི་མི་འདྲ་ཞིག་ཁོ་ན་ཡོད་དེ་ནང་སོང་བ་ནི་དེ་ན་ནི་ཕྲེང་བའི་རྡོག་པོ་སྤྱི་ཚོགས་ནང་ནོག་ཟིན་འདུག་ཟེར་ན་དགྲ་བཅོམ་པ་ཚོ་ན་ནོ་གསུངས། ད་དགྲ་བཅོམ་པ་ལ་ཉན་ཐོས་དགྲ་བཅོམ་པ་རང་རྒྱལ་དགྲ་བཅོམ་པ་བྱང་སེམས་དགྲ་བཅོམ་པ་ཟེར་རེ་དགྲ་བཅོམ་པ་མང་པོ་ཡོད་དེ་ནོ། དགྲ་བཅོམ་པ་མཚོན་ན་ནོ་གསུངས་འདུག་ད་དེ་ཡང་ནོ་ལྷ་རྒྱལ་མཚོན་ད་དེ་ཕྲེང་བས་སྐུད་པའོ་སྐུད་ལ་ཅིག་བཞུ་ན་སྐུད་པའོ་དེ་ནི་ང་དང་སྒོ་མ་ད་སྐུད་པའོ་ད་ང་དང་ཧྲིལ་དགོས་སོ་ནོ་དེ་སྐུད་པར་ཧྲིལ་ཏེ་དེ་མོ་ཅོ་ཟེར་ཧྲིལ་ཏེ་ད་ཕྲེང་བ་རེ་སྐུད་པའོ་ཧྲིལ་དཀར་པོ་ང་དང་ཚོ་ད་ཆབ་ཅོག་ད་ཅི་ཡིན་ན་ད་ཅི་ད་ཆབ་ཅོག་རྒན་རྒོན་དེ་ཚོགས་གིས

ག་གཟུགས་ཅིག་བགོ་ས་ནོ་ཟེར་ན་བུ་ཚ་དང་བུ་མོ་ནང་ནས་བུ་མོ་བགོ་ས་ནོ། བུ་མོའི་ནང་ནས་བུ་མོ་ད་སུ་ཡིན་ན་འགྲིག་ག་ནོ་ཟེར་ན་འགྲིག་ག་མེད་ནོ་ད་ང་ད། བུ་མོ་ནང་ནས་བུ་མོ་བདེ་མོ་སོང་བ་ལས་བུ་མོ་བདེ་མོ་བགོ་ས་ནོ། བདེ་མོ་བགོ་བའམ་བདེ་མོ་ཡོད་པ་ཙམ་འགྲིག་ག་ནོ་ཟེར་ན་འགྲིག་ག་མེད་ནོ་དེའང་བུ་མོ་གཞོན་གཞོན། གཞོན་གཞོན། བུ་མོ་ཆུང་ངུ། ཙང་ཆུ་སྔོན་མཛེར་ན་ད། བུ་མོ་བུ་ཚ་མཉམ་མོ་མ་བྲེ་ག་མཛེར་ན་ད་ཅི་ཐོག་བྱི་དོང་རི་གཟེངས་དུ་ད། ད་ཕར་ཆེར་བུ་མོ་ལོ། ལོ་བཅུ་གཉིས་བཅུ་གསུམ་བཅུ་བཞི་སྟེ་ཚུགས་པ། ནང་སྐུ་ལ་ཡོད་ཀ་ནས་བུ་མོ་གཅིག་དགོ་ས་ནོ་ཟེར་ནོ་དེ་ཡང་བུ་མོར་བདེ་མོ་དགོ་ས་ནོ་ད་ཡང། བདེ་མོ་གཅིག་པོ་དགོ་ས་མིན་ནོ་བུ་མོར་གཙང་མ་ཅན་བུ་མོ་རྒྱ་ལ་ཅན་བུ་མོ་དེ་ནས། ད་དེ་ཙོག་ཞིག་གོ་ས་ནོ་དེ་ཙོག་བུ་མོ་ཅིག་གིས་དེ་ནས་ཅིག་ད་ལྷ་སེ་སོང་ནས་སྡུག་པ་ར་སྐུད་པ་དགུ་ལྷ་སེ་ལྟེའུ་ལ་ཁྲ་ངར་རྒྱུ་དེ་ད་ཅིག་ད་ཅིག་དེ་ཙོག་ཞིག་ཁྲ་ངེ་ཡོད་ན་དེ་ནས་ད་ཁྲེ་ང་བོ་ཚན་ལྡན་ཅིག་ཚ་ངེ་ཚ་འགའ་ཅིག་དེ་ནས་དེ་ཁྲེང་བ་ལ་སྔགས་བྲག་ན་དེ་ནས་ད་ཅིག

མ་ནི། སྤྲང་བྱ་གཟེར་བྱ་མོ་ད་དུ་ཕྲེང་བ་ཁོ་རེ་སྤྲང་བྱ་ཞིག། ད་ཡོད་མེད་ཅི་ཤེས་ད་བ་ད་མེད་ད། ང་རང་ད་ཚོར་མ་ཚོར་ཧ་ལས། ད་སྤྱིའི་ནང་དུ། གྲགས་པའི་ལས་ཀྱི་ངོས་ནས། གྲགས་པའི་ལས་ཟེར་བ་དང་ད་སྔགས་ཀྱི་ལུགས་ཀྱི་སྒོ་ནས་ད་དུགས། ཕྲེང་བ་ལ་མ་ནི་སྟོན་བྱ་དང་དེ་ཚོགས་དུགས། དུགས། ཨེ་ནོག་སོང་ཧ་ལས། དེ། དེ་ནས་ད་དེ་ན་ཡིན་དེ་ནས་ཡང་མང་པོ།

འདིར་ཅི་ཡིན་ནོ་ཟེར་ན་ང་དང། བུ་ལིག་དེ་ནི་ང་དང་ཁོང་ལ། ཟེར་ཡང་ན་དེ་ནི་ང་དང། རང་རང་ད་ནང་པའི་ཆོས་པོ་ལ་ཅིག། ཅིག། ནང་པ་ཡིན་ཟེར་ན་འགྲིག་འགྲིག་ཞིག་ཨ་ལ་ནས་མ་ནི་ད་དང་དེ་རིང། དུས་ལ་མི་ཚང་བ། ཆོས་ལ་དེ་ནི་བཞེད་མགོ་སྐམ་པོ་ཟེར་ནམ་ན་བཞེད་མགོ་སྐམ་པོ་ཟེར་ན་ཅི་ཟེར་ནོ་ཟེར་ན།

དེ་ནས་ད་ཅིག་ཁྲོ་པ་ཧིན་དུ་ཁ་ཆེ་མི་འདྲ་མི་འདྲ་ཐུག་ག་ནོ་ཁོང་ཚང་མས་ད་བཀྲིས་སི་པ་ནོག་པ་ང་ད་ཁྱེད་རང་ནང་པ་སངས་རྒྱས་པ་ཡིན་ནོ་ཟེར་རེད་ནང་པ་སངས་རྒྱས་པ་ཟེར་དགོན་ཅི་ཡིན་ནོ་དེ་ནས་ཁྱོད་ཅག་དེ་འཕྲེང་ངག་དེ་ཚོ་ཁུར་བཅས་སི་ཁུར་རེད་མང་པོ་དེ་དོན་དུ་དེའུ་སྤྱི་དོན་དག་ཡིན་ནོ་འཕྲེང་ངས་དོན་དག་པོ་སྤྱི་མཚོན་བསྟན་ནོ་ཟེར་ནས། དེ་ཚོ་བཀྲིས་སི་པ་ནོ་ཧ་ལ་ལི། དེ་བྷེ་ཡ་དེ་ནི་ང་དང་རྩེ་གཅིག་ང་དང་ནོ་ལེར་གཅིག་ཧ་ལས་ང་དང་ནང་པ་སངས་རྒྱས་པའི་ཆོས་ལ་རྩེ་གཅིག་དོན་གཉེར་གཅིག་བྱོས་ཟེ་དེ་ནི་རྩེ་གཅིག་ང་དང་ཤེས་ན་དེ་ནི་རང་ལ་ཕན་ཐོག་དེ་ནི་རང་གིས་ཆོས་སྤྱོད་ཙ་ན་རང་ལ་དེ་ནི་ང་སྤྱོད་བ་ཚོ་ལ་རང་ཧ་གོ་ཟེ་བཅོག་དཀར་ནག་ཧ་མ་གོ་ཅོ་ག་ནི། སྐྲ་གཅིག་འདི་ཡོད་དོ་ནོ་བ་ལས་ཁྱད་པར་ཆེན་མོ་ཡོད་དོ་ནོ་བ། དེ་ཡིན་པ་བསམ་དེ་ནས་ངས་དེ་རིང་ད་ཡང་ཕྲེང་བས་སྐོར་ཅིག་བཞུས་ན་དེ་ནས་ངས་ཕན་ཐོགས་ཆེན་མོ་ཅིག་ཐོངས་ཏེ་དེ་ནས་བཞུས་སྤིན། དེ་ན་ཡིན་དེ་ནས་ང་ཡང་ངེད་ཅག་དག་ཅིག་ཐུགས་སྨོན་གསོལ་བའི་རེ་བ་ཡོད་ངེད་ཅག་ཙམ་གྱིས་ད་དགྲ་བོ་དང་དེ་ཚོ་མང་པོ་ད་ཕྲེང་བས་སྐོར་ལ་ཧ་མ་གོ་ང་མང་པོ་ཅིག་ཡོད་སྲིད་པ་ནོ་ཁོང་ཚང་མ་ལ་དེ་ནས་ཉུང་ངུ་ཅིག་ཧ་གོ་སྟེ།